སློབ་དཔོན་རྣམ་པ་ཚོ་གིས་སློབ་མ་སྟངས་འཛིན་གནང་པའི་སྐབས་སུ་ལ་ཡང་དག་ཞུ་དགོས་ཀྱི་མ་རེད་ཡིན་ན་དེ་རིང་ང་ཞོར་འཕྲོས་ཡིན་ད་ང་ཡང་སྐད་ཆ་སྙན་པོ་ཞེ་དྲག་ཞུ་ཤེས་ཀྱི་ཡོད་མ་རེད་ང་ཡང་མི་ཁེངས་ཚར་བ་ཞིག་རེད། ཅིག་བ་ཁ་ཤོར་རེད་རྡོག་རྡོག་འདྲ་བ་ཅིག་བ་ཁ་རི་ཁ་ཐུག་ལ་ཞུ་བཞག་ཡོད་པ། དེ་ཡིན་དུས་ཅིག་དབུ་ལ་ཕོག་ཡ་དང་ཞབས་ལ་ཕོག་ཡ་སྐད་ཆ་མང་པོ་གླེང་གི་ཡོད་རེད་བ་ད་བ་ད་རེད་བ། དེ་ཡིན་ན་ད་ཕོག་དང་བྱས་མི་འདུག་ཞུས་པ་མ་རེད་ཕོག་སོང་བ་རེད་དེ་ནི་ཅིག་དེ་རེད་འདུག་བ།

ཞོར་འཕྲོས་ཡིན་ཞོར་འཕྲོས་ཡིན་གནང་གི་ཡོད་མ་རེད་ངས་ཧ་གོ་གི་ཡོད་ཡིན་ན་ཡང་དེ་ཉིན་རིང་གནང་ཡང་དེ་ཙམ་ཡག་པོ་ཡོད་མ་རེད་ད་ང་ཚོ་སྤྱི་ཚོགས་ཀྱི་ནང་ལ་ལས་ཀ་བྱེད་པ་ཡིན་ན་རེད་ཚོགས་པ་ནང་ལ་ལས་ཀ་བྱེད་པ་ཡིན་ན་ལྷག་པར་དུ་ཆོས་བྱེད་པ་ཅིག་གི་ཐོག་ནས་བསམ་བློ་བཏང་པ་ཡིན་ན་སྟངས་འཛིན་བྱེད་ཡོང་པའི་སྐབས་སུ་ལ་གཅིག་གིས་སོ་སོ་དགའ་ས་ཉེ་ས་ཟེར་ཡག་འདྲ་བོ་དང་ཕ་ཡུལ་གཅིག་པ་ཟེར་ཡག་འདྲ་བོ་དང་ལུང་པ་གཅིག་པ་ལུང་ཚན་གཅིག་པ་ཟེར་ཡག་འདྲ་བོ་དང་གཉེན་ཉེ་བ་ཟེར་དེ་འདྲ་གི་ཐོག་ནས་ཡང་ལྟས་ཤིག་གིས་དེ་འདྲ་ཉིན་རིང་སོང་བ་ཡིན་ན་དེ་ཆོས་དང་མཐུན་པ་ལྟར་ག་བ་ཡོང་དེ་འཇིག་རྟེན་གྱི་ནང་ལ་ཡིན་ན་སྨྱོ་ར་མང་པོ་ལས་ཡག་གི་ལས་ཀ་ཆགས་བསྡད་ཀྱི་ཡོད་རེད་ལྷག་པར་དུ། སྣོད་ཅིག་བཅོམ་ལྡན་འདས་ཀྱིས་ཆོས་འདུལ་བའི་ནང་ན་དགེ་འདུན་འཐུན་པ་བདེ་བ་སྟེ་འཐུན་པ་རྣམས་ཀྱིས་དཀའ་ཐུབ་དེ་ཟློ་བ་ཆོས་འདུལ་བའི་ནང་ལ་དེ་འཐུན་པ་བདེ་བ་ཟེར་དུ་འཐུན་པ་བདེ་བ་ཟེར་ཏེ་དང་པོ་ཉིན་རིང་སྤང་དགོས་ཀྱི་ཡོད་རེད་རེད་བ་ཉིན་རིང་སྤང་ནས་ཀུན་སྙོམས་བྱེད་དགོས་ཀྱི་ཡོད་རེད་ཀུན་སྙོམས་ཀྱི་ཐོག་ནས་སླེབས་ཐུབ་ཀྱི་ཡིན་ན་སྟངས་འཛིན་བྱེད་སྟངས་དེ་ཚོ་ཚང་མ་གཅིག་པ་བྱས་ནས་སོ་སོ་གི་དགའ་ས་ཉེ་ས་ཟེར་ཡ་མེད་པ་གཉེན་ཉེ་བ་ཟེར་ཡ་མེད་པ་མཐོ་དམན་ཟེར་དེ་འདྲ་རྩ་ནས་མེད་པ་ཅིག་གི་ཐོག་ནས་ཀུན་སྙོམས་བྱེད་གནང་ཐུབ་ཀྱི་ཡིན་ན་བྱ་བ་ལམ་འགྲོ་ཡོང་གི་རེད། རེད་འདུག་དེ་ནི་ང་ཚོས་སོ་སོ་གིས་ལས་ཀ་སྟངས་འཛིན་བྱེད་མཁན་དེ་ཚོའི་གྲས་ཀྱི་ནོར་འཁྲུལ་མང་པོ་ཞིག་ལྷག་པར་དུ་ཏང་མགོ་ལ་འདེད་མཁན་དེ་དཔེ་ངེས་པ་ཆེན་པོ་རེད་ལ། མགོ་ལ་འདེད་མཁན་དེ་དབུ་ཁྲིད་སེ་ཡ་འདྲ་བོ་དང་ཏང་ལྟེ་གནས་དེའི་དབུ་འཛིན་སེ་ཡ་དེ་ཚོ་དེ་མིང་ཆེན་པོ་ཆེ་བཅས་དཔེར་ན་ལས་ཀ་བྱས་ཡོང་དུས་ཉིན་རེ་འགའི་ནང་དུ་འགྲོ་ཡ་སྟངས་འཛིན་བྱེད་སྟངས་དེ་ལ་ནོར་འཁྲུལ་ཆགས་ཡོང་པའི་དགའ་བསུ་དང་ཉེས་པ་ཆེན་པོ་བསགས་ཡོང་གི་འདུག་ངོ། དེ་འདྲ་ཡིན་དེ་འདྲ་མེད་པ་དེ་དགེ་འདུན་ཐུབ་དགེ་འདུན་ཐུབ་པ་སེ་ཡ་དེ་ཐུན་གྱི་འོས་ཐུན་ཡ་ལ་ལྟེ་གནས་སྟངས་འཛིན་བྱེད་སྟངས་དེ་ལ་ཡང་རག་ལས་ཀྱི་རེད་འཛིན་སྐྱོང་བྱེད་སྟངས་ཐོག་ལ་ཉེ་རིང་མེད་པ་ཅིག་གི་ཐོག་ནས་འདུག་སེ་བར་འགྲོ་ཐུབ་ན། དེ་ནི་ཡག་པོ་ཡོད་རེད་དེ་ང་ཚོའི་དགོན་པའི་ནང་ན་རྙོག་དྲ་མང་པོ་ཞིག་སླེབས་བསྡད་ཀྱི་འདུག་བ་ག་བ་ཡིན་ན་ཡང་དེ་རྙོག་དྲ་དེ་ག་ནས་ཡོང་གི་རེད་ཟེར་ན་སྟངས་འཛིན་བྱེད་སྟངས་ནོར་ནས་ཡོང་གི་ཡོད་རེད་ལ། དགའ་ས་དགའ་ས་ཉེ་ས་ཟེར་ཡག་ཅེས་པ་ཅིག་དེ་ནི་དོན་སེ་དབྱེ་བ་མང་པོ་བྱས་བསྡད་ཀྱི་འདུག་བ་དེ་ནི་མིན་འདུག་ཡག་སྡུག་ལ་ལྟ་ཡག་རྒྱུ་ཆེ་ཆུང་ལ་ལྟ་ཡག་རྒྱབ་རྩ་ཆེ་ཆུང་ལ་ལྟ་ཡག་འོང་དེ་འདྲ་གྱི་ཐོག་ནས་དེ་ནི་དབྱེ་བ་ཕྱེ་ཡོང་རེད་བསམ་པ་ལ་དེ་ནི་འཇིག་རྟེན་གྱི་ཐོག་ལ་ཡང་དེ་རྙོག་དྲ་ཆེན་པོ་རེད་ཆོས་ཀྱི་ཐོག་ལ་ཡང་དེ་དགའ་ཚབ་ཆེན་པོ་རེད་ལ། རེད་འདུག་བ་དེ་ནི་སྐུ་མཆོང་ཐུགས་རྗེ་ཆེན་པོ་ཟེར་ཡག་དེ་དེ་འདྲའི་སྒུག་ཡག་རེད་དེ་ཡིན་དུས་དེ་ནི་སློབ་ཁྲིད་གནང་པའི་སྐབས་སུ་ལ་ཡིན་ན་ཡང་སློབ་དཔོན་རྣམ་པ་ཚོ་གི་ཐུགས་བརྩེ་བ་བྱམས་པ་སྙིང་རྗེ་རེད་བ་བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་སེམས་ཟེར་སྤྱོད་འཇུག་ནང་ད་ལེའུ་བསམ་གཏན་ལེའུ་ནང་ལོ་ཡ་འདི་ནི་བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་སེམས་ཟེར་ཡག་དེ་ལེའུ་ཚིག་དེ་བསམ་གཏན་ལེའུ་གི་ཐུན་མོང་མ་ཡིན་པའི་ཁྱད་པར་ཅིག་ཡོང་གི་ཡོད་རེད། བསམ་གཏན་ལེའུ་རྣམས་ལ་བདག་གཞན་མཉམ་བརྗེ་གི་བློ་དེ་བསམ་གཏན་ལེའུ་ནང་ནས་ཤེས་ཀྱི་ཡོད་རེད་བ། འོ་དེ་འདྲ་ཡོད་ད་ད་བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་མདོ་རྣམས་ལའང་ཡོད་རེད་སྔགས་རྣམས་ལའང་ཡོད་རེད་རེད་འདུག་བ། དེ་ཐམས་ཅད་ཀྱི་དཀྱུས་འདྲ་བོ་དེ་དེ་ཆགས་འདུག་འདུག་བ། བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་མེད་པ་ཡིན་ན་སྟོང་ཉིད་རྫོགས་པའི་ཤེས་རབ་ཡོང་ཐུབ་ཀྱི་ཡོད་མ་རེད། སྟོང་ཉིད་རྟོགས་པའི་ཤེས་རབ་ཟེར་ཡ་དེ། སྟོང་ཉིད་རྟོགས་པའི་ཤེས་རབ་ཡོད་པ་ཡིན་ན་ཡང་དེ་ཆོས་ཀྱི་བདག་འཛིན་གྱི་དངོས་ཀྱི་སྙིང་པོ་ལ་འགྲོ་ཐུབ་ཡ་དེ་ཡོང་ཐུབ་ཀྱི་ཡོད་མ་རེད། ཆོས་ཀྱི་བདག་འཛིན་གྱི་གཉེན་པོ་ལ། ཆོས་ཀྱི་བདག་འཛིན་གྱི་གཉེན་པོ་ལ། ཤེས་བྱའི་སྒྲིབ་པའི་གྱི་གཉེན་པོ་ལ། དེའི་འགྲོ་ཐོབ་གང་ཡོད་རེ་ཤིག་སྒྲིབ་ཀྱི་གཉེན་པོ་ལ་དེའི་འགྲོ་ཡོད་ལ། ང་ཚོ་གི་བློ་དེ་བདག་ལས་ཀྱང་གཞན་གཅེས་པའི་བྱང་ཆུབ་སེམས་བསྐྱེད་མ་མ་ཡིན་པ་ཅིག་ཡོང་དགོས་ཀྱི་འདུག་བ། འོ་དེ་ཚོའི་གྲས་དེ་ཡོང་ཡང་དེ་གཞི་བཞག་ས་དྲག་པོ་དང་པོ་ནས་མ་གནང་བ་ཅིག་དེ་ཡོང་དགོས་ཀྱི་ཡོད་པ་ཡིན་འདུག་དེ་ཚོ་སྟངས་འཛིན་གནང་སྟངས་དེ་ད་ལྟ་བར་དུ་ཡག་པོ་གནང་ཡོད་རེད་ལ་ཡིན་ན་ད་རུང་ཡང་མུ་མཐུད་ནས་ཨོ་དེ་འདྲ་བཤད་ད་ལྷག་པར་དུ་མི་ནས་ཡང་ཅིག་དཔེ་ཆ་དཔེ་ཁྲིད་བྱེད་པའི་སྐབས་སུ་ལ་ཡང་མང་པོ་ཅིག་བྲིས་ཡ་ཡོད་རེད་བ་ད་སློབ་མ་ཚོ་ལ་དོགས་མ་དོགས་ལོག་དོགས་ཐེ་ཚོམ་མང་པོ་ཅིག་ཡོད་པ་ཡིན་དུས་དེ་ཡང་བཀའ་འདྲི་ཞུ་ཡོང་དུས་དེ་ལ་ཡང་ཅིག་འཚེར་སྣང་དང་ད་འཚེར་སྣང་ཟེར་ན་ཡང་ཅིག་ཨ་ད་འདི་སྐྱ་མ་སོན་འདི་ག་ཉི་མ་ལྟ་བུ་མགོ་དཀྲོགས་ཡོང་དུས་ག་རེ་ཡིན་ན་སོང་སོང་འདྲ་བོ་ཅིག་ད་འདྲ་ཡོང་གི་འདུག་བ་ཨོ་དེ་འདྲ་མེད་པ་ཅིག་ག་ཚོད་ཐུག་ཐུག་གི་ད་ཕར་འདུག་ཟེར་སྣང་ཡང་འདུག་ཞེ་དྲག་གལ་ཆེན་པོ་རེད་འདུག་བ། འོ་དུག་ཟེར་རེད་ད་འདི་སློབ་མའི་གི་ཐོག་ནས་སློབ་སྦྱོང་བྱེད་སྟངས་དང་ག་ནས་སློབ་དཔོན་ཚོ་གི་ངོ་ནས་སྟངས་འཛིན་བྱེད་སྟངས་དེ་ད་དེ་ཚོ་གལ་ཆེན་པོ་རེད་ཟེར་དེ་ཞུ་ཡ་དེ་འདྲ་ཡིན།